གཏམ་རྒྱུད་ཀྱི་ལམ་ནས་མེས་པོའི་ཞབས་རྗེས་འཚོལ་བ། ལེའུ་གཉིས་པ། ལྷ་སར་མཆོད་འབུལ་མཛད་པ། ཆོས་འབུམ་དངོས་སུ་ལྷ་སར་ལམ་ལ་ཆས་པའི་སྐབས་ཡབ་ཀླུ་འབུམ་གྱིས། བུ་ཁྱོད་ད་དུང་ལོ་ན་ཆུང་བས་ཐོ་ཚོང་གི་ཉམས་མྱོང་ཡང་མེད། ལས་དོན་ཆེ་ཆུང་ཀུན་ཨ་ཁུ་སངས་རྒྱས་ལ་སྐད་ཆ་དྲིས། ཚོང་བྲིས་ནས་ཕྱིར་ཡོང་བའི་སྐབས། མར་ལམ་འདི་ཕྱོགས་སུ་འགྲིམས་པའི་ཚོང་ཟས་གང་ཐུབ་ཅིག་ཉོས་ཤོག། ཅེས་སོགས་ཀྱི་སློབ་སྟོན་གནང་བ་རེད། ཆོས་འབུམ་གྱིས། ཨ་ཕ། ཁྱེད་ཚོས་ང་ལ་ཐུགས་ཁྲལ་གཏན་ནས་གནང་མི་དགོས། ངས་རང་མགོ་ཐོན་གྱི་ཡོད་པས་དཀའ་ངལ་གཏན་ནས་ཡོང་གི་མ་རེད། ང་ནམ་ཞིག་དབུས་ནས་ཕྱིར་ཡོང་བའི་སྐབས་སུ་ང་ཚོའི་ཕ་ཡུལ་ལ་མེད་པའི་རིན་པོ་ཆེ་སྣ་ཚོགས་འཁྱེར་ཡོང་ངེས་ཡིན། ཞེས་གསུངས་ཏེ། ཚོང་པ་རྣམས་དང་ལྷན་དུ་ལྷ་སར་ལམ་ལ་ཆས་པ་རེད། ལྷ་སར་འབྱོར་ནས་ཁྲོམ་གཞུང་དུ་སོ་སོས་ཚོང་རྫས་བཤམས་པའི་སྐབས་ཆུ་བུམ་གཟུགས་བྱད་མཛེས་ལ་ངག་བདེ་ཞིང་ཡ་རབས་བཟང་སྤྱོད་ལྡན་པ་ཞིག་ཡིན་པས་གྲོགས་ཚོང་པ་གཞན་དག་ལས་ཀྱང་ཁོང་གི་ཚོང་རྫས་ཤིན་ཏུ་བྲིན་པོ་བྱུང་བ་རེད། དེར་བརྟེན་ཁོང་ཚོའི་ཚོང་རོགས་རྒན་པ་འགའ་ཤས་ཀྱིས། ཆུ་བུམ་གྱིས་ཁ་བདེ་བཤད་ནས་ང་ཚོའི་ཚོང་རྫས་བྲིན་པར་འགོག་རྐྱེན་བྱེད་ཀྱི་འདུག། ཅེས་ལྐོག་ལབ་དང་མ་དགའ་བ་བྱེད་ཀྱི་ཡོད་ཀྱང་ཆོས་འབུམ་ལ་ཨ་ཁུ་སངས་རྒྱས་ཀྱི་རྒྱབ་སྐྱོར་ཡོད་པས་དངོས་སུ་གནོད་པ་བྱེད་ཐུབ་ཀྱི་མེད་པ་རེད། ཆོས་འབུམ་གྱིས་རང་གི་ཚོང་རྫས་ཡོངས་སུ་བྲིན་པ་དང་ཐོག་མར་ཨ་ཁུ་སངས་རྒྱས་དང་དེ་ནས་ཚོང་གྲོགས་གཞན་དག་རྣམས་ལ་ཁེ་མེད་ཀྱི་རོགས་བྱས་ཏེ་ཁོང་ཚོའི་ཚོང་རྫས་ཡོངས་རྫོགས་བྲིན་པར་བྱས་པ་མ་ཟད། ཚོང་རྫས་ཡག་པོ་མ་བྲིན་པའི་སྐྱོ་བོ་འགའ་ཤས་ལ་ཆུ་བུམ་ཁོ་རང་གི་ཚོང་ཁེའི་ཐོག་ནས་ཁ་གསབ་བྱས་ཏེ་ཡོངས་རྫོགས་ཀྱི་འདོད་པ་ཁེངས་པར་མཛད། ཆུ་བུམ་གྱི་བྱེད་སྟངས་དེ་ལ་བརྟེན་ནས་ཚོང་རོགས་རྣམས་ཤིན་ཏུ་སེམས་འགུལ་ཐེབས་ཏེ། ང་ཚོའི་ནང་གི་མི་ངན་འགའ་ཤས་ཀྱིས་ཁྱོད་ལ་དོན་མེད་དུ་རྣམ་འགྱུར་ངན་པ་བསྟན་པ་དང། ཚིག་ངན་མི་གུས་པ་སྣ་ཚོགས་བཤད་ཡོད། འོན་ཀྱང། ཁྱོད་ཀྱི་གནོད་པའི་ལན་དུ་ང་ཚོར་ཕན་ཐོགས་ཆེན་པོ་གནང་བྱུང་བས་ཐུགས་རྗེ་ཆེ། ང་ཚོའི་བྱ་བ་ངན་པ་ལ་བཟོད་སྒོམ་གནང་རོགས། ཞེས་ཚོང་རོགས་རྒན་པ་འགའ་ཤས་ཀྱིས་འགྱོད་བཤགས་ཞུས་པ་རེད། སྐབས་དེར་ཚོང་གྲོགས་རྣམས་ཀྱིས་ཕ་ཡུལ་དུ་འཁྱེར་རྒྱུའི་ཚོང་རྫས་སྣ་ཚོགས་ཉོ་སྒྲུག་བྱེད་བཞིན་ཡོད་ཀྱང་ཆུ་བུམ་གྱིས་གཙུག་ལག་ཁང་རྣམས་སུ་མཆོད་འབུལ་ཞུ་བ་དང། དབུལ་ཕོངས་ཉམ་ཐག་ལ་སྦྱིན་པ་གཏོང་བ་ལས་ཕ་ཡུལ་དུ་འཁྱེར་རྒྱུའི་ཚོང་རྫས་གཏན་ནས་ཉོ་སྒྲུག་གནང་གི་མེད། དེར་བརྟེན། ཉིན་ཞིག་ཨ་ཁུ་སངས་རྒྱས་ཀྱིས། ཆོས་འབུམ། ད་ང་ཚོ་ཕྱིར་འགྲོ་རྒྱུར་དུས་ཚོད་མང་པོ་ལྷག་མེད། ངས་ཁྱོད་ཀྱིས་ཕྱིར་འཁོར་རྒྱུའི་ཚོང་རྫས་ཉོ་རུ་བྱེད་པ་གཏན་ནས་མཐོང་མ་བྱུང། དགེ་སྒྲུབ་དང་མཆོད་འབུལ་ཞུས་པ་བཟང་ཡང། ང་ཚོ་འཇིག་རྟེན་པ་ཡིན་པས་ཁྱིམ་གྱི་འཚོ་གོས་ལ་བསམ་བློ་གཏོང་དགོས། ཞེས་གཅུང་རྣམ་འགྱུར་རྩུབ་མོས་བསླབ་བྱ་ཞུས། ཆོས་འབུམ་གྱིས་གཟབ་ནན་དང་བཅས། ཨ་ཁུ་སངས་རྒྱས། ཁྱེད་ཀྱིས་གསུངས་པ་བདེན། ངས་ཕྱིར་འཁོར་རྒྱུའི་ཚོང་རྫས་དང་བཅའ་དངོས་གཅིག་ཀྱང་ཉོ་སྒྲུག་བྱས་མེད་ལ། ང་མ་གཞི་ནས་ཁྱེད་ཚོ་དང་མཉམ་དུ་ཕྱིར་ཕ་ཡུལ་དུ་འགྲོ་སྟངས་ཡང་མིན། ངས་མ་འོངས་པར། ཆོས་ས་ཆོས་ཡུལ་འདི་ནས་ཆོས་ཀྱི་ལེགས་སྐྱེས་ཆེན་པོ་ཞིག་ཕ་ཡུལ་དུ་འཁྱེར་འདོད་བྱེད་ཀྱི་ཡོད། ང་ལམ་དུ་ཐོན་ཁ་ཡབ་ཀླུ་འབུམ་ལ་ཡང་ཕ་ཡུལ་ལ་མེད་པའི་རིན་པོ་ཆེ་འཁྱེར་ཡོང་རྒྱུའི་ཁས་ལེན་བྱས་པ་ཡིན། ཅེས་བཤད་པ་ན། ཨ་ཁུ་སངས་རྒྱས་ཀྱིས། ངས་ཀྱང། ཁྱོད་ཀྱི་བསམ་བློ་ཞན་པ་ཞིག་གཏོང་གི་འདུག་བསམ་བྱུང། ཁྱོད་ལྷ་སར་ཡོང་དོན་ཚོང་གི་ཆེད་དུ་མིན་པ་ངས་དང་པོ་ནས་ཤེས་ཡོད། ཁྱོད་ཅུང་བྱིས་པའི་དུས་ནས་སུ་གང་དང་ཡང་མ་འདྲ་བ་ཞིག་ཡིན། ཁྱེད་ཀྱིས་འདི་ལྟ་བུའི་བསམ་བློ་རྒྱ་ཆེན་པོ་གཏོང་གི་ཡོད་ན། ངས་བྱ་བ་བཟང་པོ་དེ་ལ་བར་ཆོད་བྱེད་མི་རུང། མ་འོངས་པར། སྐྱེས་པ་ནས་ཚེ་རབས་ཐམས་ཅད་དུ་ང་ཚོ་རྗེས་སུ་འཛིན་པར་ཞུ། ཞེས་གསེར་དངུལ་གང་བརྩམ་ཕྱག་རྟེན་དུ་ཕུལ་ཏེ་ཚོང་རོགས་རྣམས་ཀྱི་སྣེ་ཁྲིད་དེ་ཕྱིར་མདོ་སྨད་དུ་ལམ་ལ་ཆས་པ་རེད།